ཡང་རྣམ་པ་གླིང་ཆེན་ཁམས་རྫོང་བཀྲ་ཤིས་བདེ་ལེགས་ང་ལོ་བསམ་མེད་དུ་ཡིན། ད་ད་རེས་ཡིན་ན་བུ་མདོ་དབུས་ཁམས་གསུམ་ལ་ངས་ཧ་ཅང་གི་གར་ཆེ་བའི་སྐད་ཆ་ཞིག་བསྐུར་རྒྱུ་ཡོད་ཨ། དེ་ཡིན་དུས་བརྙན་ཐུང་དུ་བུ་མདོ་དབུས་ཁམས་གསུམ་གི་མི་ཚང་མ་གི་རི་ལི་གོ་ལི་དེ་འདྲ་ཅིག་བཟོ་གནང་ནས་ཡ་ས་ལས་བརྒྱུད་སྐོར་ཅིག་གནང་དོགས་ནས་མི་ཚང་མ་གི་དོ་ཁུར་རེ་རེ་རྒྱག་ཡོག་རེ་ཆེ་བཀའ་དྲིན་ཆེ་ཐུགས་རྗེ་ཆེ། ཞབས་ཏན་དྲུག་འགྲོ་དྲུག་མ་ལ་ལ་ཅིག་འགྱོར་མི་མང་པོ་ཅིག་གི་རེ་ཐུབ་རེ་རེ་མཐོང་ཐུབ་རེ་རེ་ཨ། ད་ག་རེ་འདྲ་ཅིག་རེད་ཟེར་ཡ་ལ་ཡིན་ན་ད་རེས་གི་སྐད་ཆ་དེ་དེ་ནས་གོ་རིམ་རྣམ་པ་གསུམ་གི་སྟེང་ནས་མར་བཤད་རྒྱུ་དེ་འདྲ་ཡིན་དོན་ཚིག་དང་པོ་འདྲ་ཅིག་ཡིན་ན། ད་ལྟ་ད་བོད་ཀྱི་དྲ་ལམ་གང་ནས་ཡིན་ན་རེད་སྐྱ་ཚུགས་བར་ནས་ཡིན་ན་ཡང་རེད་དབྱར་རྩྭ་དགུན་འབུ་རྫུན་མ་དབྱར་རྩྭ་དགུན་འབུ་དྭངས་མ་ཟེར་རྒྱལ་ཁབ་གླིང་རྗེ་ཆེན་པོ་གྱི་ཡོང་གི་ཡོད་རེད་ད་དབྱར་རྩྭ་དགུན་འབུ་རྫུན་མ་བཟོ་བསྡད་མཁན་དེས་རང་གི་བཀག་ཟེར་དགོས་ལ་ཡིན་ན་མི་རེ་རེ་གཉིས་རེ་གི་བཀག་ཐུབ་རྒྱུ་དེ་འདྲ་གྱི་གཏན་ནས་མ་རེད་རྒྱུ་མཚན་ཆེ་རེ་མཛད་རྒྱ་ལ་ཡིན་ན་རྒྱལ་ཁབ་ཀྱི་འཕྲིན་ཐུང་ལུང་ཐུང་གི་སྟེང་ནས་ད་གཟུགས་མཛེས་ཡི་གེ་ཡོད་པ་བརྒྱད་བརྒྱ་གི་ཐོག་ནས་སྒོར་མོ་མང་པོ་ཀྱི་འགྲོ་སོང་བཏང་ནས་ད་གཟུགས་འཛུགས་སྐྲུན་བཟོས་པ་དེ་འདྲ་གི་གནས་སྟངས་ཅན་ཡིན་དུས། ད་དེ་ལ་ཡང་གཏན་ནས་བཟོ་མི་བྱོས་ནང་ལ་དགའ་ཟེར་དགོས་ལ་ཡིན་ན་དེ་སྟོང་བསམ་གཅིག་རེད་འདུག་ཟེར་རྒྱུ་དེ་གཅིག་ཡིན། གཉིས་པ་དེ་ད་ང་རང་ཚོ་གི་དྲ་ལམ་ནས་ཡང་མང་པོ་ཅིག་གླེང་གི་ཡོད་རེད་དྲ་དཔུང་ཐམས་ཅད་ཀྱི་མང་པོ་ཅིག་གླེང་གི་ཡོད་རེད་མང་ཚོགས་ལ་སེམས་ལ་དཀའ་ངལ་མང་པོ་ཅིག་ཡོད་ཀི་ཡོད་རེད་འཚོ་བ་ལ་ཐད་ཀར་འབྲེལ་བ་ཡོད་རེད་བ། ད་ང་རང་ཚོ་བོད་ཀྱི་མི་མང་ཆེ་བ་དེ་གི་འཚོ་གནས་དེ་དབྱར་རྩྭ་དགུན་འབུ་ལ་བརྟེན་དགོས་པ་ཡིན་དུས་མང་ཚོགས་ལ་དཀའ་ངལ་ཡོད་ལེ་ལ་ཁ་ཡོད་ལེ་མ་རེད། ད་ང་ཚོས་ག་རེ་དགོས་ཀྱི་འདུག་རྫས་བཞག་ལེ་ཡིན་ན་དབྱར་རྩྭ་དགུན་འབུ་དར་མ་དེ་ལ་འདི་འདྲ་གྱི་འདུག་ཟེར་རིགས་གཅིག་དབྱར་རྩྭ་དགུན་འབུ་ལ་འདི་འདྲ་གྱི་འདུག

ད་ཨེ་ཛི་ནད་དུག་གི་སྐོར་གྱི་སྐད་ཆ་དེ་རེད། ད་སྔོན་མ་ཡིན་ན་ང་ཚོ་འགའ་དྲ་ལམ་གི་ཁ་ནས་ཡིན་ན་ཡང་རེད་ག་ས་ག་ནས་ཨེ་ཛི་ནད་ཡམས་ཟེར་ན་མང་པོ་ཤེས་ལེ་རེད་ད་ད་སྐབས་མར་འཇམ་འགྲོ་གི་འདུག་བ། ཧ་ཅང་གི་ཉེན་ཁ་ཆེན་པོ་རེད་ད་ཁྱེད་གཉིས་ཧ་ཅང་གི་ཉེན་ཁ་ཆེན་པོ། འོ་ཡ། ཨེ་ཛི་ནད་ཡམས་ཟེར་རྒྱུ་དེ་རྒྱལ་སྲིད་རིང་ལུགས་ཀྱི་ནད་ཡམས་དེ་འདྲ་ཅིག་རེད། དེ་ཡིན་དུས་ད་ནང་ད་ལྟ་རྒྱ་ནག་ནི་ཧ་ཅང་གི་དར་ཁྱབ་ཆེན་པོ་ལ་འགྲོ་གི་ཡོད་རེད། ལྷག་པར་གཅིག་འདི་ཡ་ད་ཟི་ཁྲོན་གྱི་ས་ཆ་ཁག་ལ་ཡ་དར་ཁྱབ་ཆེན་པོ་ཡོང་གི་ཡོད་པ་ཡིན་དུས། ད་ང་ཚོ་བོད་ཀྱི་སྐྱ་སེར་རིས་སུ་མ་ཆད་པ། རྒྱལ་སྐྱོང་ཕོ་མོ་ཁྱབ་ཚང་དེ་གི་གོ་གཟབ་གཟབ་དོག་རོ་དན་དེ་བཟོ་དགོས་རྒྱུ་དེ་ཅི་ནས་ཀྱང་གར་ཆེན་པོ་ཅིག་རེད་འདོད། འོ་དེ་སྐད་ཆ་དེ་ཅི་ཡིན། དེ་ནས་ད་སྐད་ཆ་གསུམ་པ་དེ་ག་རེ་འདྲ་ཅི་རེད་ཟེར་ཡ་ལ་ཡིན་ན་ད་ད་ལྟ་དབྱར་རྩྭ་དགུན་འབུ་བརྐོ་ལ་ཉེ་ཡོད་རེད་བ། དེ་ཡིན་དུས་ད་ནི་སྤྱིར་བཏང་གི་རྒྱུ་དང་འབྱོར་བ། འོ་ཡ་སྒོར་མོ་ཟེར་རྒྱུ་དེ་ཧ་ཅང་དགོས་རྒྱུ་དེ་གར་ཆེན་པོ་རེད་དེ། རང་རང་སོ་སོ་གི་ལུས་པོ་ལ་བདག་པོ་ཡག་པོ་ཅིག་རྒྱག་འདོད་ནས་ཐོག་དང་སེར་བ་དེ་ཚོ་ཐམས་ཅད་ལུས་གཟབ་གཟབ་ཅིག་བཟོ་འདོད་ནས